ལྷན་སྐྱེས་ཀུན་ཁམས་གསང་སྔགས་ཞང་ཞུང་སྒྲོལ་མ་ཡིན། དེ་རིང་ངས་གི་ག་རི་སྐོར་ལ་ཞུ་གི་ཡིན་ཟེར་ན་སྙན་ངག་མེ་ལོང་མ་ལས་རྡོག་པི་གི་དཔེ་དང་ཕན་ཚུན་གི་དཔེ་གཉིས་མཉམ་དུ་ཞུ་ཡ་ཡིན། རྡོག་པི་དཔེ་གི་འབྲི་ཐབས་དེ་ག་འདྲ་ཞིག་གུ་རེད་ཟེར་ན་རྡོག་ཟེར་དེ་དཔེ་དང་དཔེ་ཆེན་གཉིས་གོ་བཟློག་ནས་བྲི་གུ་གུ་ཡོད་རེད། ནམ་རྒྱུན་གི་དཔེ་ཆེན་དེ་དེ་རིང་དཔེ་ཆགས་གི་ཡོད་རེད་དཔེ་ན་ད་ལྟ་དེ་བརྡུངས་པ་ནང་བཞིན་རེད། ནམ་རྒྱུན་གི་དཔེ་བཞག་ས་དེ་དེ་རིང་དཔེ་ཆེན་ཆགས་གི་ཡོད་རེད་དཔེ་ན་མེ་ཏོག་པད་མ་དེ་ནང་བཞིན་རེད། དེ་རང་གི་རྗེས་གཉིས་ཀ་ལ་པར་རིས་མང་པོ་བསྒྲིགས་ཡོད་ཨ་ནི་ཁྱེད་རང་གི་ལག་པ་གཡོན་ཕྱོགས་ལ་ཡོད་པ་ཆ་ཚང་དཔེ་རེད་ལག་པ་གཡས་ཕྱོགས་ལ་ཡོད་རྒྱུ་ཚང་མ་དཔེ་ཆེན་རེད། ད་ལོ་བུ་དབྱུག་པ་ཅན་ཁོང་གིས་རྩ་བ་དེའི་ཚིག་དེ་གི་ནང་གི་དཔེ་དེ་ག་རེ་རེད་དཔེ་ཆེན་དེ་ག་རེ་རེད་ཟེར་ན་མེ་ཏོག་དཔེ་མ་རེད་དཔེ་དེ་ག་རེད་ཟེར་ན་བུ་མོ་ཁུ་གདུང་པ་དེ་རེད་ཆོས་ཀྱི་གདུང་ཞེན་དཔེ་མ་ནི་རྣམ་པར་འབྱེད་པ་བྱུར་བྱས་པ། ཆོས་ཀྱི་གདུང་ཞེན་ཆོས་ཀྱི་གདུང་ཟེར་དེ་དཔེ་རེད། དཔེ་དེ་ལ། མེ་ཏོག་པད་མ་དེ་འདྲ་པོ་འདུག་ཟེར། ཚུར། ཚུར་ལ་དཔེ་བཞག་གི་ཡོད་རེད། གཞན་དེ་ཚོང་པ་ཟ་བྱེད་འདྲ་རེད། རྣམ་པར་རྒྱས་པ་བྱུར་ཟེར་དེ་ག་རེ་ཟེར་ན། མེ་ཏོག་པད་མ་དེ་ཧང་སང་ཡ་རྒྱས་བསྡད་བཞག་ཟེར་གི་ཡོད་རེད་དེ་ཁོ་རང་གཉིས་ཐུན་མོང་ལ་ཡོད་པའི་ཚུང་ཆོས་དེ་རེད། ཚུང་ཆོས་དངོས་སུ་བསམ་ན། ཆོས་པས་ད་ཚུང་ཆོས་ཤུགས་སུ་བསྒོ་ན་དངོས་ཕེ་རེད། ཨ་ནེ་རྒྱལ་བ་ལྔ་བརྒྱ་གིས་རྡོག་པའི་དཔེ་ལ་ག་རེ་གསུངས་ཡོད་རེད་ན་དཔེར་བརྗོད་དེ། འཇའ་གུད་ཉམས་ཏེ་བརྟན་པའི་འཁོར་ལོ་དགུའི་འོད་ཀྱི་ཕུང་པོ་མངོན་པར་འཕྲོ་བ་བཞིན་བཅུ་གཉིས་བདག་པོ་འཆར་ལ་མངོན་ཕྱོགས་པའི་མཚམས་ཕྲལ་གསར་བའི་ཁ་དོག་ཡིད་དུ་འོང། ཁོང་གི་དེའི་ནང་གི་དཔེ་ཅན་དེ་ག་རེ་རེད་ཟེར་ན། ཉི་མས་གུ་འོད་ཕོག་པའི་སྤྲིན་པ་དམར་སེར་དེ་རེད། དཔེ་བཞག་ས་དེ་ག་རེ་ཟེར་ན་འཇམ་པའི་དབྱངས་ཀྱི་སྐུའི་འོད་ལ་དཔེ་བཞག་པ་རེད།

ཉི་མས་མངོན་རྒྱུ་རེད་ལགས་སོ། ཨ་ནི། འཇོ་སྒེག་ཉམས་ལྡན་ཟེར་ཏེ་ཧང་སང་ཡག་གི་འཛུགས་པོ་ཡོད་པ་བསྟན་པའི་འཁོར་ལོ་བསྐུལ། འུར་གྱི་ཕུང་པོ་མངོན་པར་འཕྲོ་བ་བཞིན་ཟེར་ཏེ་འུར་གྱི་འུར་དཔེ་མང་པོ་འཕྲོ་བདེ་བ་ཟེར་རེད། དེ་ནང་བཞིན། སྤྱི་ཉིད་བདག་པོ་ཆ་ལ་མངོན་ཆོག་པས་སྤྱི་ཉིད་བདག་པོ་ཟེར་ན་ཉི་མས་མངོན་རྒྱུ་ཡིན་པ་ཅན་མངོན་ཆོག་པས་ཟེར་ན་ཉི་མ་འཆར་ལ་མཁས་པ། ཉི་མ་འཆར་ཁ་ལ་མོ་རྟགས། སྐབས་ཆ་གཅིག་ནང་ལ་ཉི་མ་འཆར་ཆོག་ཆོག་ཡོད་པ་དེ་ལ་ཨ་ནི་འཆར་ལ་བསྔོག་ཆོག་པའི་ཟེར་གྱི་ཡོད་རེད། མཚམས་ཕྲན་གསར་བའི་མཚམས་ཕྲན་གསར་བ་ཟེར་ཏེ་ཞོགས་པའི་གི་ཉི་འོད་དང་དགོང་དག་གི་ཉི་འོད་ཕོག་པའི་གི་སྤྲིན་པ་དམར་སེར་དེ་གི་མིང་ལ་མཚམས་ཕྲན་ཟེར་གྱི་ཡོད་རེད། ཨ་ནི་གསར་བ་དེ་གར་ཟེར་ན་ཞོགས་པའི་ཉི་འོད་ཕོག་པའི་མཚམས་ཕྲན་ཡིན་པ་སོང་ཙང་མཚམས་ཕྲན་གསར་བ་ལབ་པ་རེད། དེ་གི་ཁ་མདོག་དེ་ནི་ཡིད་དུ་འོང་ཧང་ས་ཡང་གི་སྙིང་རྗེ་བོ་འདུག་ཞུས་པ་རེད། བུ་ཁ་བད་ཀྱི་རྡོག་པའི་དཔེ་གི་དཔེ་བརྗོད་དེ་ག་རེ་རེད་ཞེས་བས་ན་དེ་ནང་ལ་དཔེ་རྙིང་དང་དཔེ་ཆེན་གཉིས་ཡོད་རེད། དཔེ་རྙིང་དེ་ག་རེ་རེད་ཟེར་ན་རྒྱལ་པོ་དང་རྒྱལ་པོ་གི་ཁྲིམས། དཔེ་ཆེན་གཉིས་དེ་ག་རེ་ཟེར་ན་ཉི་མ་དང་ཡང་ན་ཉི་མ་དེ་མིན་ན་སའི་གོ་ལ། ཨ་ནི་དེ་ནང་ལ་སྔོན་འཇུག་གཉིས་ཡོད་རེད་སྔོན་འཇུག་གཉིས་དེ་སྔོན་འཇུག་དང་པོ་དེ་ག་རེ་རེད་ཟེར་ན་ས་གཞི་ཅུང་བ་ཟེར་ན་རྒྱལ་པོ་གི་སྔོན་འཇུག་རེད། ཉིན་མོ་རྗེས་ཟིན་ན་ཉི་མའི་གི་སྔོན་བྱོན་རེད། ཨ་ནི་ས་གཞི་བྱུང་བའི་ཆོས་ཀྱི་གཟི་བྱིན་བཞིན་ཉིན་མོར་བརྗེས་ཏེ། སྣང་བ་ཆེས་དོ་བ། གང་གི་བཀའ་ཁྲིམས་དང་མཚུངས་གོ་ལའི་འགྲོས། མཁའ་ལ་རེངས་པ་འཁོར་འདི་མཐོང་ངམ་སྐྱེས། ནི་ས་གཞི་བྱུང་བ་ཟི་དེ་རྒྱལ་པོ་ཆེ་རྒྱལ་པོ་ཆེ་རང་གི་གཟི་བྱིན་ནང་བཞིན།

མཁའ་ལ། མཁའ་ལ་རེམ་པ་འཁོར་འདི་མཐོང་ངམ་སྐྱེས། ནམ་མཁའ་ལ། འཁོར། ག་ལི་ག་ལི། རེམ་གྱིས་འཁོར་ནས་འགྲོ་བ་དེ་མཐོང་གི་འདུག་གས་ཟེར་གྱི་ཡོད་རེད། ད་དེའི་ནང་ལ། འགྲེལ་བཤད་ལ་ག་རེ་ཟེར་ན། གོ་ལའི་འགྲོས་ཟེར་ས་དེ་ནས་ཁེ། ཁོང་གི་དཔེ་ཅན་དེ་ཉི་མ་རེད། ཚིག་རྐང་མཐའ་མ་དེ་གས་དཔེ་ཆེན་དེ་ཡང་ཉི་མ་རེད་ཟེར་གསུངས་བཞག། ཡིན་ན་ངས་ང་རང་གི་འདུག་བསམ་བློ་བཏང་ན་སའི་གོ་ལ་ལ་འདྲ་བོ་འདུག་ད་སའི་གོ་ལ་ལ་གོ་གི་ཡོད་ན་རེད་ཉི་མ་ལ་གོ་གི་ཡོད་ན་རེད་གང་ལྟར་སྤྱང། ཨ་ནི། ཁ་ནས་ཁོ་ཁོ་ནི་འགྲོ་མཁན་དེ་ག་རེ་ལ་འདྲ་བོ་འདུག་ལགས་ན་རྒྱལ་པོ་བཀའ་ཁྲིམས་དང་འདྲ་བོ་འདུག་ཞུ་གི་ཡོད་རེད། ཨ་ནི་བསོད་ཚང་བློ་བཟང་དཔལ་ལྡན་ཁོ་རང་གི་ཡང་དེ་ལ་དཔེ་རྙིང་དང་དཔེ་ཆེན་གཉིས་ཨ་ནི་དཔེ་རྙིང་དེ་ག་རེད་ཟེར་ན་བུ་མོ་གི་གདོང་དང་སེམས་པ་རེད་དཔེ་ཆེན་གཉིས་དེ་ག་རེད་ཟེར་ན་མེ་ཏོག་པད་མ་དཀར་པོ་དང་སྦྲང་རྩི་རེད། གིང་རྩུབ་ཉམས་ལྡན་ལུས་འཁྲེགས་ཞེན་པ་ལྟར་དཀར་ས་འདབ་སྟོང་རྒྱས་པའི་དཔེ་མོ་མཛེས། འཇིགས་མེད་རྩ་བ་རྒྱས་པའི་རྩེ་དགའི་སེམས། ཇི་བཞིན་སྦྲང་རྩི་བསྐྱེད་ཅིག་གཏེར་རྒྱ་འཛིན། གིང་འཛུམ་ཉམས་ལྡན་ཟེར་ན་བུ་མོ་དེ་གིང་ཉམས་སྒེག་པ་དང་ཉམས་དང་འཛུམ་དང་བཅས་པའི་ལུས་འཁྲ་ཟེར་ན་བུ་མོ་གི་དངོས་བརྗོད་རེད། དེ་གི་གཞན་པར་གཞན་པར་ཟེར་ན་གདུང་བས་ཀྱི། ཡོན་ཏན་ནང་བཞིན་སྟབས་དེ་མཚུངས་པ་ཟེར་གྱི་གི་སྒྲ་ཡིན་པ་བཅས་དེ་ནང་བཞིན། པད་དཀར་འདབ་སྟོང་བཞད་པ། དཀར་གསལ། དཀར་གསར་འདབ་སྟོང་བྱས་པའི་དཔེ་མོ་མཛེས། དཀར་གསར་འདབ་སྟོང་ལ་ན་དཀར་གསར་ལ་ན་དཀར་པོ་དང་སེར་པོ་ཡོད་པ་བཅས་འདབ་སྟོང་ལ་ན་མེ་ཏོག་པད་མ་གི་འདབ་མ་སྟོང་ཡོད་པ་བཅས་ལོ་མ་སྟོང་དང་ལོ་མ་སྟོང་ཐམ་པ་ཡོད་ན་རེད་མེད་ན་རེད་ང་ཚོ་སྐད་ཆ་བཤད་སྟངས་གཅིག་རེད། གཞས་བདེ་བ་ཟེར་འདབ་མ་སྟོང་ཐམ་པ་ཚུར་ཁ་བྱས་བསྡད་པ་ཨ་ནི་དཔེ་མོ་དེ་མཛེས་ཟེར་དེ་མེ་ཏོག་པད་མ་དེ་ཧ་ཅང་མཛེས་པོ་འདུག།

ཕྱེད་ཅིག་ཕྱག་གི་རྒྱུད་མང་ཞིང། མཚོ་བྱུང་ལྷ་མོ་འདྲེ་ཡང་སྙེགས། མཚོ་བྱུང་ལྷ་མོ་ཟེར་ན་ལྷ་མོ་ཡང་ཆེན་མེད་མཁན་སྔོན་འཇུག་ཡིན་པར་བྱས། ནི་ཡིན་ད་ཚིག་དེ་ཚོ་ནང་ལ་ཧ་ཧ་མ་གོ་བ་མི་འདུག་ག་རེད་བ། ནི་དེ་ཆོས་འཕེལ་དང་དངོས་འཕེལ་གཉིས་ག་རེ་ནང་ལ་ཡོད་རེད་ཟེར་ན་ཆོས་འཕེལ་གི་ནང་ལ་ཡོད་པ་རེད། ཨ་ནེ་ངེད་ཀྱི་དཔེ་གསུམ་པ་དེ་ག་རེ་བྱ་བ་ཡིན་ཟེར་ན་དཔེ་ཆེན་དེ་རི་འགུག་གི་དར་ཆོག་རེད། དེ་བཞག་ས་གི་དཔེ་དེ་ག་རེ་རེད་ཟེར་ན་སོ་སོའི་སྙིང། སེམས་པ་ཞེས་དེ་དུས་སྐབས་སུ་གི་སེམས་སྙིང་གི་འཕར་ལྡིང་བརྗོད་རོགས་དེ་ལ་བྱ་བ་ཡིན། སྟག་ཤར་བ་རྒྱ་འགྲོ་བཏུང་དུས། བློ་བབས་པའི་མི་དེ་འཐུང་བའི་ཚེ། སྙིང་དམར་ཆུང་དར་མས་འགུལ་བ་བཞིན་རི་མཐོན་པོ་རྩེ་ཡི་དར་ཕྱོགས་གཡོས། སྟག་ཤར་བ་ཟེར་ན་བུའི་གི་མིང་རེད་བུ་ཚང་མའི་གི་མིང་ལ་སྟག་ཤར་བ་སྟག་ཤར་བ་ཟེར་གི་རེད། རྒྱ་འབྲོག་སྟོང་འདུས་ཟེར་ཡ་ཚིག་དེ་ཧ་ཅང་མང་པོ་དཔེ་མང་པོ་ཡོད་པའི་གི་དོན་རེད། བློ་བབས་པའི་མི་དེ་མཐོང་བའི་ཚེ། སྙིང་དམར་ཆུང་དར་མས་འགུལ་བ་བཞིན། རི་མཐོན་པོ་རྩེ་ཡི་དར་ཕྱོགས་གཡོས། སོ་སོ་གི་སྙིང་གི་འཕར་ལྡིང། འཕར་བ་དང་ལྡིང་བ། འགུལ་ཕྱོགས་རྒྱག་པ་ནང་བཞིན་རི་འགོ་རྩེ་གི་དར་ཕྱོགས་དེ་ཡང་གཡོ་བསྡད་ཀྱི་འདུག་ཟེར་བ་རེད་དེ་ཆོས་འཕེལ་དང་དངོས་འཕེལ་གཉིས་ཀྱི་ནང་ནས་ག་རེར་ཟེར་ན་ཆོས་འཕེལ་གྱི་ནང་ལོགས་ལ་རེད། ཨ་ནེ་བཞི་བ་དེ་ག་རེ་ཟེར་ན་ཕན་ཚུན་གྱི་དཔེ་ཞུ་གི་ཡིན། ཕན་ཚུན་གྱི་དཔེ་ཟེར་ཡང་ཕན་ཚུན་ཟེར་དེ་སྐབས་སུ་གཉིས་ཡོད་རེད་རེད་བ། དཔེ་དང་དཔེ་ཆེན་ཁོ་རང་གཉིས་ཕན་ཚུན་གཅིག་ལ་གཅིག་ཟེར་གྱི་ཡོད་རེད་དེ་གི་འབྲི་ཐབས་དེ་ག་རེ་རེད་ཟེར་ན་དང་པོ།

བརྒྱ་པ་ལྔ་བ་གིས། དབྱངས་ཅན་ལྷ་མོ་དང་དབྱངས་ཅན་ལྷ་མོ་གི་ནུ་མ་དང་སྤྲིན་པ་དཀར་པོ་གཉིས་དཔེ་དང་དཔེ་ཅན་ཚུར་བརྐོ་རེ་བྱས་ཡོད་རེད་ཕན་ཚུན་བརྐོ་རེ་བྱས་ཡོད་རེད། དབྱངས་ཅན་འདོད་པའི་སྨྱོ་འབུམ་ཇི་བཞིན་དུ་ལང་ལོང་གཡོ་བའི་ཆུ་འཛིན་གསར་བ་སྟེ། སྤྲིན་དཀར་ལྟ་བུར་ཆོས་ཀྱི་ནུ་འབུར་ཡང། རབ་དཀར་གཡོ་བ་ཡིད་ཀྱི་སྤར་དུ་འཇིབས།

དེ་ནས་ཡང་ཚུར་ལ་དཔེ་བཀོད་ནས། སྤྲིན་དཀར་ལྟ་བུའི་ཆོས་བརྒྱད་ནུ་འབུར་ཡང་ཟེར་སྤྲིན་པ་དཀར་པོ། ནང་བཞིན་ཁྱེད་རང་གི་ནུ་འབུར་དེ་ཡང་ག་འདྲས་སུ་འདོད་ན། རབ་ཁར་ཡོད་པ་ཡིད་ཀྱི་པར་དུ་འཇིབ། སྤྲིན་པ་སྤྲིན་པ་ནང་བཞིན་ཧ་ཅང་གི་དཀར་པོ་དང་འགུལ་ཕྱོགས་རྒྱག་བདེ་བ་ཨ་ནི་སེམས་ལ་ཧ་ཅང་གི། ཡིད་ལ་ཧང་སང་ཡག་གི་སྡུག་པོ་དང་ཡིད་ལ་ཧང་སང་ཡག་གི་མཇུག་པོ་ཅིག་འདུག་ལར་ཡིད་ཀྱི་པར་དུ་འཇིབ་ལབ་ན་ཧ་ཅང་གི། སེམས་ལ་དགའ་བ་དེ་ཐོབ་མཁན་ཞིག་རེད་ཤག་ཟེར་གི་རེད།

བོད་མཁས་པའི་ཁེ་ཕན་རྩོད་པའི་དཔེར་བརྗོད་དེ། ནི། རི་དྭགས་རིགས་ཀྱི་རྩེ་ལ་བསྡད་མཁན་གྱི་རི་དྭགས་དང། འཁོར་བ་ལ་ཡིད་འབྱུང་ནས་བསྡད་མཁན་གྱི་རྣལ་འབྱོར་པ་གཉིས་ཕན་ཚུན་དཔེ་བཀོད་རེ་བྱས་ཡོད་རེད། ཤ་བ་རི་རྩེའི་རི་ཆེན་བུ་མོ་བཞིན་ཐར་བ་འདོད་ན་ཨེམ་པའི་རི་བོ་སྟེ། འདུ་འཛི་ཡི་རབས་བྱུང་བ་དེ་རྣམས་བཞིན་རི་དྭགས་རྣམས་ནི་བན་དྷེའི་ཚལ་ལ་བསྡད། ད་དང་པོ་དེའི་ནང་ལ་མངོན་བརྗོད་ཁ་ཤས་ཅིག་ཡོད་རེད་ཤ་བ་རི་ལ་ན་རྔོན་པ་རྔོན་པ་ལ་ན་རི་དྭགས་བསྲེགས་མཁན། རི་སྐྱེས་བུ་མོ་ལ་ན་སྐྱེས་རི་དྭགས་ཀྱི་མིང་དང་བྱེ་བྲག་རི་དྭགས་མོ་གི་མིང། མངོན་བརྗོད་རེད། ཨ་ནི། བན་དྷེ་ག་ཚལ་ཟེར་ན། མི་མེད་ལུང་ཐུང་དེ་འདྲ་ལ་བན་དྷེ་ཚལ་ལབ་གི་ཡོད་རེད། ཨ་ནེ་འདུ་འཛུ་ཟི་ན་ཟ་ང་ཟི་ངི་ད་ང་ཚོ་དྲུང་ཆེ་ནང་ལ་འགྲོ་དེ་མོ་ཁྲེ་ཁ་ཀེ་དང་མི་ཀེ་ད་ཟ་ང་ཟི་ངི་དོག་ཚང་མ་འཛོམས་དེ་གྱོ་འོ་དེ་ལ་ཨ་ནེ་འདུ་འཛི་ལབ་རེ་ལ་སོ་ཨ་ནེ། ད་ཤ་བ་རི་ཙི་ལ་དེ་ཤ་བ་རི་ལ་དེ་སྔོན་པའི་ཁའི་མིང་དེ་ཡིན་བ་ཆེ་ཨ་ནེ་ས་དེ་གར་ཟི་ན་ནམ་ཡིན་སུན་པའི་ཁྲི་ཡིན་ཆེ་ཆེ་ག་གུ་ཙ་འབྲུག་གུ་ཙི་ས་ཙི་དེ་དེ་རི་དྭགས། གསོད་མཁན་དེ་ག་ད་རི་དྭགས་ཚུར་བསད་གང་ཡོང་གི་ཡོད་ན་རི་དྭགས་དེ་དེ་ལ་ཞེད་དེ་ག་རང་རྔོན་པ་དེ་ལ་ཞེད་རྔོན་པ་དེ་ག་སོ་སོ་ལ་ཅིག་གནོད་འཚེ་བཏང་གི་ཡོད་དེ་ཨ་ན་དེ་གནོད་འཚེ་བཏང་བའི་ཚིག་དེ་རེད་ཙེ་ཟེར་དེ་ལ། ཤ་བ་རི་ཙེ་རི་ཅེའི་བུ་མོ་བཞིན་ཟེར་དེ་རྔོན་པར་གྱི་དཀའ་ངལ་སྤྲད་བཞག་པས་ཨ་ན་རྔོན་པ་ལ་ཞེད་དེ་གན་གི་རི་དྭགས་དེ་ནང་བཞིན་ལ་རེད་ཐར་བ་འདོད་ན་ཨེམ་པི་རི་བོ་སྟེ།

སོས་དལ་གྱི་སྒང་ལ་བསྡད་ཡ་ཡོད་རེད། ད་དེ་གི་ནང་ནས་རྒྱབ་ལོག་ནས་ག་འདྲས་གོ་དགོས་རེད་ལགས་ན། རི་དྭགས་དེས། ཨ་ནེ་རི་དྭགས་བསད་མཁན་དེ་རྔོན་པ་དེ་ལ་གཞས་ནས་རྔོན་པའི་གནོད་འཚེ་དེ་ནས་གཡོལ་ནས་ཁོ་རང་མི་མེད་ལུང་སྟོང་གི་ས་ཆ་ལ་སྐྱིད་པོ་ཡོད་པ་ནང་བཞིན། འཁོར་བ་དང་འཁོར་བའི་གི་སྡུག་བསྔལ་དེ་དང་འདུ་འཛི་དེ་ལ་གཞས་ནས་དེ་ལ་སུན་ནས་ཨ་ནེ་ཐར་བ་དོན་གཉེར་བྱས་ནས་བསྡད་མཁན་དེ་ཡང་རི་ལ་བསྡད་ན་སྐྱིད་པོ་ཡོད་རེད། ད་ཁོ་རང་གཉིས་དཔེ་ལ་ཕན་ཚུལ། དཔེ་ལ་ལན་རེ་བྱས་པ་རེད། བསེ་ཚང་བློ་བཟང་དཔལ་ལྡན་གྱིས་དཔེར་བརྗོད་དེ་ག་འདྲ་ཞིག་རེད་ཟེར་བས་ན། སྦྲང་རྩི་གི་བཅུད་འཐུང་ཡ་ལ། འབད་བརྩོན་ཡོད་པ་སྦྲང་རྩི་གི་བཅུད་ལ་ཆགས་བསྡད་པའི་གི་བུང་བ་དང། ཨ་ནེ་སློབ་སྦྱོང་བྱེད་ཡ་ལ། དགའ་བོ་དང་བརྩོན་འགྲུས་དང་སྟོབས་ཤུགས་ཡོད་པའི་གི་ལོ་ཆུང་གཞོན་ནུ་གཉིས་ཕན་ཚུན་དཔེ་ལ་ཀུ་རེ་བྱས་པ་རེད། གཡང་ལྡན་བུང་བ་གཞོན་ནུའི་དཔེ་ཚགས་ལ་ཇི་བཞིན་བློ་ལྡན་རིག་པའི་གནས་ལ་བལྟས། ཅེ་སྤྱང་ཀླུ་ཐུགས་ངོམ་པའི་གཞོན་ནུ་བཞིན། ན་ཆུང་རྐང་དྲུག་སྦྲང་རྩི་བཅུད་ཀྱིས་མྱོས། ད་དེ་ནང་ལ་སྔོན་འཇུག་ཅིག་ཡོད་པ་རེད་དེ་ག་རེ་ཟེར་ན་ན་ཆུང་རྐང་དྲུག་ཟེར་ཏེ་བུང་བའི་སྔོན་འཇུག་རེད་བུང་བ་ལ་རྐང་པ་དྲུག་ཡོད་པ་སོང་ཙང་སྔོན་འཇུག་ལ་རྐང་དྲུག་བུང་བ། དང་པོ་དེ་ལ་དབྱངས་ལྡན་བུང་བ་གཞོན་ནུ་དཔེ་ཚ་ལ། བུང་བ་ལ་དབྱངས་ཡོད་ར་བུང་བ་གི་སྒྲ་ཐིར་ཐིར་ཟེར་དབྱངས་ལྡན། དབྱངས་དང་ལྡན་པའི་བུང་བ་ཆུང་ཆུང་དེ་དཔེ་ཚད་ལ་ཆགས་པ་ཇི་བཞིན་ཟེར་ན་ད་ཆགས་ཟེར་ཡག་ཚིག་ཏུ་སུ་ཞུ་རྒྱབ་ལོག་ནས་གོ་དགོས་ར་དེ་ནང་བཞིན། བློ་ལྡན་རིག་པའི་གནས་ལ་བལྟས། བློ་དང་ལྡན་པ་སློབ་སྦྱོང་ལ་དགའ་བོ་དང་རིག་པ་སྤྱང་པོ་ཡོད་པ་དེ་དེ་ནི་རིག་པའི་གནས་ལ་འབད་བརྩོན་བྱེད་དེ་གི་ཡོད་རེད། བུང་བ་གིས་མེ་ཏོག་པད་མ་ནས་གི་སྦྲང་རྩི་བཏུང་བ་ནང་བཞིན་ནི་ཁོའི་སློབ་སྦྱོང་ལ་དེ་བྱེད་དེ་ཡོད་རེད། ཅེ་སྤྱང་བློ་སྟུག་ངོམ་པའི་གཞོན་ནུ་བཞིན་ཟེར་ཏེ་ཅེ་སྤྱང་ཟེར་ན། རིག་པ་སྤྱང་པོ་ཡོད་པ་སློབ་སྦྱོང་བྱེད་ཡ་ལ་སོ་སོ་གི་རིག་པ་དེ་གི་ནུས་པ་དེ་འདང་འདང་བ་དེ་ལ་སྤྱད་སྦྱང་ཟིག་རེད། སྤྱད་སྦྱང་སྤྱད་སྦྱང་བློ་ཐོབ་ངོམ་པའི་གཞོན་ནུ་ཞིག་ཡིན་ཟིག་དེ་ད་སོ་སོ་གི་རིག་པའི་རྩལ་དེ་ངོམ་ནས་རྩལ་དེ་བཏོན་ནས་དེ་འདྲ་བསྡད་མཁན་གི་གཞོན་ནུ་དེ་ནང་བཞིན་ན་ཆུང་རྐང་དྲུག་དེ་སྦྲང་རྩི་བཅུད་ཀྱི་སྨྱོས་དེ་ཤ་སྦྲང་རྩི་བཅུད་དེ་ལ་བ་ཆགས་ནས་ནས་དེ་ལེན་ཡ་ལ་འབད་བརྩོན་བྱས་ནས། ད་ནི་སློབ་མ། སློབ་སྦྱོང་བྱེད་མཁན་གྱི་མི་དེས་སློབ་སྦྱོང་ལ་དགའ་བ་དང་དུང་བ་ཡོད་མཁན་གྱི་མི་དེ་ལ་ཆ་མཚོན་པ་ཡིན་ན་ཡང་སློབ་སྦྱོང་ལ་དགའ་བ་དུང་བ་ཡོད་པ་བཅས་དེ་ལ་ཆ་ཡོད་པ་བཅས་དེ་ཤེས་ཡ་ཆེད་དུ་འབད་བརྩོན་བྱེད་ཀྱི་ཡོད་པ་བཅས་ད་གུས་ནི་ཕྱོགས་མང་པོ་ཆེ་དེ་གའི་འདྲ་ས་ཡོད་པ་བཅས། ལ་སོགས་ད་དེ་ནི་གྱི་ངའི་གི། ནི་ཕན་ཚུན་གྱི་དཔེ་ལ་དཔེ་གསུམ་བཞག་ཡོད། དཔེ་དང་པོ་དེ་ག་རེ་རེད་ཟེར་ན། རིགས་གང་ལ་གཞུང་ལམ་བཟོས་ཤག་ཟེར་གྱི་གཞུང་ལམ་གྱི། རྣམ་པ་ཅག་ཀྱོག་གིས་བཟློག་ཡང་བོ་དེ་དང་ཆུ་བོ་བཞུར་འགྲོ་བའི་རྣམ་པ་ཅག་ཀྱོག་གིས་བཟློག་ཁོ་གཉིས་ལ་ཕན་ཚུན་དཔེ་ལེན་རེ་བྱས་ཡོད་རེད་ད་དེ་གི་ནང་ལ་ཚིག་ཁ་ཤས་ཅིག་ཉར་འགྲོ་ཟེར་ཡ་དེ། ཆུ་བོ་འམ་ཡང་ན་གཙང་པོ་གི་མངོན་བརྗོད་རེད། ལྷུན་པོ་ཟེར་ཡ་དེ་རི་བོ་གི་མངོན་བརྗོད་རེད། ཨ་ནི་ཚིག་ཁ་ཡོངས་མ་དེ་ལ་གྱ་མ་གྱུ་ཟེར་བཟློག་དེ་ག་རེ་བཟོས་ན་གྱ་གྱུ་ཟེར་དེ་གི་རྣམ་པ་དེ་རེད་དབྱིབས་ཀྱི་བཟློག་དབྱིབས་ཀྱོག་ཀྱོག་ཆག་ཡ་ཀྱོག་ཀྱོག་མ་ཀྱོག་ཀྱོག་ཆག་དེ་བས་དེ་གི་མིང་རེད། ལ་སོ། མྱང་གྲོ་རྒྱང་དུ་གྱུར་པའི་རྣམ་པ་ལྟར། ཆུ་བོ་ཐག་རིང་པོ་བཞིར་འགྲོ་ཡི་བའི་རྣམ་པ་ནང་བཞིན་ལྷུན་པོ་ལྷུན་པོ་ཐུར་དུ་བཟོས་པའི་གཞུང་ལམ་དེ་མཛེས་པོ་འདུག། རི་བོ་འཕང་དུ་འཁོར་ལམ་ཇི་བཞིན་དུ། ཆུ་བོ་དར་གྱིས་འགྲོ་བར་བྱ་མ་བྱོས། འོ་དེ་ད་པར་རིས་ལ་བལྟ་ན་ཧ་གོ་གདོང་བ་དེ། ཨ་ནེ། ངེད་ཀྱི་དཔེར་བརྗོད་གཉིས་པ་དེ་གར་བྱ་ཡི་རེད་ཤག་དྲིས་ཡོད་ཟེར་ན། རྒྱ་གར་ཡུལ་གྱི་གློག་བརྙན་འཁྲབ་མཁན་གྱིས་ཨ་ཞོ་བ་རེད་ཟེར་ནས་ག་རེ་ཟེར་རེད་ད་ངེད་ཀྱིས་དེ་སྒྲ་གདངས་ཏག་ཏག་འགྲོ་གི་ཡོད་ན་མིན་ན་གང་ལྟར་ཅང་ཏེའི་བུ་མོ་དེ་དང་ང་ཚོའི་བོད་པའི་གི་ཤོ་མ། གྲགས་ཆེན་མ་རིན་ཆེན་སྒྲོལ་མ་གཉིས་ཕན་ཚུན་དཔེ་དང་དཔེ་ཅན་ཀུ་རེ་བྱས་ཡོད། ཨ་ནེ། ཁྱེད་དང་ངེད་འདི་ན་ཚིག་གཅིག་ཞུ་གི་ཡིན། ཤོམ་མ་དང་ཤོམ་འབྲུག་ཤོམ་པ་ཤོམ་པ་ཟེར་ན་བུ་རེད་ཤོམ་མ་ཟེར་ན་བུ་མོ་རེད་ཤོམ་འབྲུག་ཟེར་ན་དུག་ལོག་གོང་ནས་ནི་ང་ཚོ་རྫིག་པོ་བྱས་ནས་དུག་ལོག་ངོམ་སོ་གཏོང་ནས་འགྲོ་བ་སྟོ་དེའི་མིང་ལ་ཤོམ་པ་ལབ་རེད། འཕགས་ཡུལ་མཛེས་མ་ཨ་ཞོ་བ་རེ་བཞིན་བོད་ཀྱི་ཤོམ་མ་རིན་ཆེན་སྒྲོལ་མ་མཛེས། ཁ་བའི་ཡུལ་གྱི་རིན་ཆེན་སྒྲོལ་མ་ཏར། རྒྱ་གར་ཡུལ་གྱི་ཨ་ཞོ་བ་ར་ཚ་ར་ར་མ་ཧོ་ཚ་ར་ཚ་སྟེ་ཧང་སངས་སྙིང་རྗེ་བོ་དང་མཛེས་པོ་དང་ཡིད་དུ་འོང་བ་དང་དེ་འདྲ་འདུག་སྲིད་གོ་རེ་ལ་སོ། ཨ་ནི་ངེད་ཀྱིས་ཕན་ཚུན་གྱི་དཔེ་ལ་དཔེ་གསུམ་པ་དེ་ག་རེ་བྲིས་ཡོད་རེད་ཟེར་ན། འཕགས་པ་ཆེ་རིང་ཞིག་དང། ཨ་ནི་ཨ་མ་གཉིས། ཨ་ནི་ཕན་ཚུན་བར་ལ་དཔེ་གོ་རེ་བྱས་ཡོད། ཨ་ནི་དེའི་ནང་ལ་མངོན་བརྗོད་ཁ་ཤས་ཅིག་ཡོད་རེད། འཇིག་རྟེན་མགོན་པོ་ཟེར་ན་འཕགས་པ་ཆེ་རིང་ཟེར་གྱི་མངོན་བརྗོད་རེད། ཕྱག་ན་པད་མ་ཟེར་ན་འཕགས་པ་ཆེ་རིང་ཟེར་གྱི་མངོན་བརྗོད་རེད། ཕྱག་ན། ཕྱག་ལ་པད་མ་ཚོས་ཡོད་པ་སོང་ཙང་ཕྱག་ན་པད་མ་ཟེར་བ་རེད་ཨ་ནི་འཇིག་རྟེན་མགོན་པོ་ཟེར་དུས་འཇིག་རྟེན་འགྲོ་བ་རུ་འགྲོ་མཁན་གང་བྱེད་མཁན་དེ་ཡིན་སོང་ཙང་འཇིག་རྟེན་མགོན་པོ་ཟེར་གི་རེད། འགྲོ་བའི་སྐྱེལ་མ་ཟེར་སྐྱེལ་མ་ཟེར་དེ་ཨ་མས་གི་སྔོན་ཇུག་རེད། ཨ་ནི། འཇིག་རྟེན་མགོན་པོ་རིགས་དྲུག་བརྩེ་བས་སྐྱོང་བ་བཞིན། འགྲོ་བའི་སྐྱེལ་མས་བུ་ཕྲུག་བྱམས་ཀྱིས་སྐྱོང་བར་བྱེད། བརྩེ་ལྡན་ཨ་མས་བུ་ཕྲུག་དོན་དུ་ངར་བ་དང། ཕྱག་ན་པདྨ་སེམས་ཅན་སླད་དུ་སྔར་བར་མཚུངས། ད་འཇིག་རྟེན་མགོན་པོས་སུ་ས་དེ་གར་སེམས་ན་ལ་མི་སྲུན་པའི་ཁྲིད་རན་འཇིག་རྟེན་མགོན་པོས་ཀྱི་རིགས་དྲུག་བརྩེ་བས་ཀྱི་བྱུང་གི་ཡོད་རེད། ཨ་ནི་འགྲོ་བའི་ཨ་མ་དེ་གི་བུ་ཕྲུག་ཚང་མ་འཆམ་པོ་བྱས་ནས་བྱུང་གི་ཡོད་རེད་དེ་བྱུང་བ་དེ་འདྲ་བོ་བྱས། ད་ནི་ཚུར་ལ་པའི་གོ་ནི་བརྩེ་ལྡན་ཨ་མས་ཀྱི་བུ་ཕྲུག་དོན་དུ་ལ་སྔར་བར་བྱས་པ་ནང་བཞིན་ཕྱག་ན་པདྨ་སེམས་ཅན་གྱི་སླད་དུ་ལ་སྔར་བར་གཉིས་མཚུངས་གི་འདུག་ལགས་སོ་ད་དེ་ནི་ངས་ཀྱི།